དེ་མའི་ལམ་ནས་བདེ་ཆེན་འབྱུང་སྒོ་དང་བསྟུན་ན་བདེ་ལེགས་འགྱུར་ཟེར་ཏེ། ཉི་མ་སྤོ་ཟླ་ལེ་ཚན་ཉི་མ་རྒྱལ་མཚན་གྱི་ཐབས་ཤེས་ཀྱི་ཐོག་ནས་ཨ་ནི། ཉི་མའི་ཉི་མའི་ལམ་ནས་བདེ་ཆེན་འབྱུང་སོ་སྤྱན་སྲེག་བདེ་ཆེན་དབྱིངས་སྲེག་ལ་འགྱུར་གྱི་ཡིན་ན་པ་དེ་ནང་ལྟར་མི་འདུག་ཟེར་གྱི་སྟོན་མོ་རྣམས་ལྟར་དུགས་སུ་བབ་ཀྱི་ཡོད་ཟེར་རོ། ཉི་མའི་ལམ་ནས་བདེ་ཆེན་འབྱུང་སྒོ་དང་བསྟུན་ན་བདེ་ལེགས་འབྱོར་ཟེར་ན་དེ་འབྱུང་རྩ་བདེ་ལེགས་ཡོང་གི་རེད་ཟེར་གྱི། ད་རྙིང་པ་ཚ་ཡང་ཞན་གསར་པ་ཞན་ཡང་ཚ་ཟེར་ཏེ་རྙིང་པ་དེ། གཅན་ཟའི་གནའ་མཁར་ལགས་དེ་གཅན་ཟའི་རྙིང་པ་སོང་ཙང་སྤྱི་བཏང་ཡལ་གས་ལ་གཟིམ་ཆུང་གི་ནང་ལོགས་ལ་ཁ་ཚ་བོ་ཡོད་ས་རེད་ཡིན་ན་ཡང་འདིའི་ཐོག་ལ་ཕན་ཐོགས་ཡོང་གི་མ་རེད་ཟེར་གྱི་བབས་གོ་ཡོད་ས་རེད་བ་རྙིང་པ་ཚ་ཡང་ཞན། གསར་པ་གཞན་ཡང་ཚ་ཟེར་དུས་གང་ལ་གསར་པ་གཅན་གཟན་བདེ་ཆེན་ཡིན་ཟེར་དུས་གཅན་གཟན་གསར་པ་སོང་ཙང་ཡིན་ཙང་རྒྱ་གི་ནང་ལོག་ལ་ཞེ་དྲག་གི་དབང་ཤུགས་ཆེན་པོ་ཡོད་ས་མ་རེད་དེ་ཡིན་ན་ད་རེས་འདིའི་ཐོག་ལ་ཕན་ཐོག་འདི་ཆགས་འདུག་ཟེར་ཡ་ཅི་ད་ལྟ་མོ་ནང་དུག་སུ་བབས་གི་ཡོད་ས་རེད་དོ། བྱས་ཙང། འདི་འདྲས་ཀྱི་གནས་ཚུལ་བྱུང་འདུག་དེ་དེ་ག་དེ་ངས་མི་ཚད་ལྡན་ཅིག་གི་ངག་ལམ་ནས་དུག་སུ་གནས་ཚུལ་གོ་བྱུང་སྐབས་གང་ལྟར་འདི་གོ་མིན་ལ་མ་ལྟོས་པའི་ད་ང་ཚོ་གནམ་བདག་གི་ནང་ལོག་ལ་ཡོད་པ་དེ་གལ་ཆེན་པོ་ཡིན་ཙང། གནམ་བདག་གི་ནང་ལོག་ལ་ད། ད་ལྟ་ཡོད་བསྡད་པ་དེ་དུས་ཟེར། དེ་འདྲའི་དབྱེ་རྩ་ཨ་ནི་སྤོ་མདའ་རྒྱལ། ལེ་ཚན་ཉི་མ་རྒྱལ་མཚན་གྱི་སྤྱན་གསལ་བདེ་ཆེན་དབྱིངས་དོན་ཀུན་འདུས་ལ་བཅག་སྤྱན་གསལ་བདེ་ཆེན་དབྱིངས་གསལ་གྱི་དེ་ནི་བརྒྱ་སྟེ་བ་རུམ་བཅས་ལ་སྙན་བཟང་འདྲ་བོ་ཞུས་ནས་ཐབས་མཁས་བྱས་ནས་ཨ་ནི། ད། དེའི་མཇུག་ལ་ཨ་ནི། སྐྱབས་རྗེ་བདེ་ཆེན་སྙིང་པོ་ཨ་ནི་ད་ཟིན་ཆུང་གི་བྱད་ཁ་བཏང་ཡས་ལ་སོགས་པ་བྱས་ཀྱི་ད་དེ་འདྲའི་མང་པོ་བྱུང་བ་རེད་བ། གནས་ཚུལ་དེ་ག་དེ་དུས་ཟེར། དེ་ནས་ད་སྐྱབས་ཀྱི་བདེ་ཆེན་སྙིང་པོ་གིས་དེ་ནི་ད་ཨ་ནི་ད་ངའི་ངའི་མ་ཨ་མའི་གི་སྐྱེ་ལ་ཡིན་ས་མ་བསྟན་རང་བདེ་ཐུག་སོང་ཨ་ད་ཡིན་ན་ད་ཕྱིས་འབྱུང་བསྟན་གི་མེད་གསུང་ཡ་དེ་ཁོང་རང་གི་དགོངས་པའི་གི་འཕེན་པ་དེ་ག་ཚོད་ཚོད་བར་དུ་བཏང་ཡོད་ན་དེ་ང་ཚོས་ཞུ་ཐུབ་མ་རེད་དེ་ཡིན་ན་ཡང་དོན་དག་དེ་ག་རང་ལ་གནས་མེད་པ་ཅི་ད་དེ་གི་སྐུ་ཚེ

རྒྱབ་ཕྱི་རུམ་བྱེད་རྟ་ཅུ་རྩ་དུག་སྐར་ནག་ཡོ་གྲ་འདན་མ་རྒན་དྲུང་ཡིག་བློ་བཟང་རྡོ་རྗེ་ལགས་ལ། ཨ་ནི་བླ་མའི་ཐུགས་རྗེ་དང་ཆོས་སྐྱོང་གི་ཕྲིན་ལས་དང་སྦྱིན་བདག་གི་ཐབས་མཁས་རླབས་པོ་ཆེ་ལ་བརྟེན་ནས་ཨ་ནི། མཐའ་ཞིམ་པོ་མཐའ་ཞིམ་པོ་རང་མ་བྱུང་ཙི་ཅི་བྱུང། རྟ་དེའི་མཇུག་ལ་ཨ་ནི། པའི་ཞེ་དྲག་གི་རྟ་བད་ཅིག། ཉག་ཕྲ་བོ་དུག་ཆ་དེ་ནས་མ་བྱུང་ཚེ་ཅི་བྱུང་འོང་སོང་ཡང་ཇི་ལྟ་རྒྱ་འཛོམས་བྱེད་མཁན་རྣམས་ད་དེའི་ནང་ལོགས་སུ་འདུག། བྱས་ཙང་ད་དེ་ནས་མ་བྱས་ན་ཨ་ནི་དགུང་གྲངས་ལྔ་བཅུ་ང་བདུན་ལ་ཕེབས་པ་ང་བརྒྱད་ལ་ཕེབས་པ་ང་དགུ་ལ་ཕེབས་པ་ད་ཤོག་གྲངས་རིམ་པས་ཀྱི་ནང་ལོགས་ལ་ད་ཆོས་སྐྱོང་གི་གཏན་ཚིགས་བཙུགས་པ་ལ་མཚོན་པ་ཅིག་གིས་ད་ཆོས་སྐྱོང་གི་སྐོར་ལ་ཞལ་བོ་གཅིག་གིས་བླ་མ་རྡོ་རྗེ་འཆང་གི་པདྨའི་གསེར་གྱི་རྒྱལ་ཐོག་ལ་ཡར་པདྨ་ཞལ་གྲགས་ཀྱི། ཕྲིན་ལས་ཁྱབ་པས་རབ་ཞི་བ་སྣང་བཞག་ངང་འདི་སྐད་དེ་ལྟར་རྣམ་ཐར་རྣམ་ཐར་གསུམ་སྡེ་འདིའི་ནང་ལ་མཇལ་བ་ཡིན་ན་ལྷག་མ་མཁྱེན་པ་ག་གལ་མི་འདུག། བྱས་ཙང་སྐྱབས་རྗེ་བདེ་ཆེན་སྙིང་པོ་གི་ད་ལྟ་ནི། ང་ཚོ་ལ་སྤྱི་འཐུས་ལྷན་ཁང་ནས་མ་བཏང་ཡས་ཀྱི་གནས་ཚུལ་འདིའི་སྐོར་ལ་གནས་སྟངས་དུ་སི་རེད། དེ་སྐད་དེ་ག་རེ་རེད་ཟེར་ན་སྐྱབས་རྗེ་བདེ་ཆེན་སྙིང་པོ་གི་རྣམ་ཐར་དེ་ཞིབ་ཚགས་བྱས་ནས་མ་མཇལ་མཁན་ཡིན་པ་ཡིན་ན་ད་དེ་རྣམ་པས་སྟངས་ཤེས་ཡག་པོ་ར་ཁྱོན་ནས་ཡོད་མ་རེད། བྱས་ཙང་དེ་འདྲ་ཡིན་དུས་གང་ལ་ངས་རོབ་ཚོད་ཅིག་ཞུ་ཡ་དེ་དེ་ཡིན་ད་དེ་རེ་རེ་བྱས་ནས་འགྲེལ་བཤད་ཞུ་གི་མེད་ད་འདི་ནང་ལ་ཞྭ་སྒྲ་གི་མང་པོ་འདུག་དེའི་སྐོར་དེ་ཞི་དྲག་མང་པོ་འདུག་ཨ་ནི་ངས་ད་དེ་རེ་རེ་བྱས་ཞུ་དེ་ན་དུས་ཚོད་འགོར་ཡ་མ་ཞིག་ཡའོ་མ་རེད་ཡིན་ན་ཡང་ད་ངས་ཀི་གནས་ཚུལ་དེ་འདྲ་འདུག་ཟེར་ནས་གོ་དེ་བཏོན་ནས་ཨ་ནི་ཡིན་པ་ཡིན་པ་མེན་པ་མེན་པ་དེ་ཐུགས་སུ་ཞུས་བཞག་པ་ཡིན་ན་ད་ཚོང་མས་ཚང་མས་ཀི་དེ་ནས་སོ་སོས་ཀི་ཞིབ་འཇུག་བྱེད་ཡ་ཀི་ཁྱད་པ་ཡོད་པ་ཡིན་ཙང་ངས་དེ་ཞུ་སྟངས་དེ་འདུག་ཟེར་ནས། ཅིག་འདུག་ཟིན། ད་དེ་ནས་ཨ་ནེ་སྐྱབས་རྗེ་བདེ་ཆེན་སྙིང་པོ་ལ་ཡང་ཨ་ནེ་ད་ང་རང་ཚོ་གི་ཡང་མཚམས་མཚམས་ལ་སྐྱབས་རྗེ་བདེ་ཆེན་སྙིང་པོ་ལམ་རིང་གི་བསྟན་པའི་བདག་པོ་རེད་ཨ་ནེ་བའི་ཞེ་དྲག་གི་ད་བསམ་གྱིས་མི་ཁྱབ་པའི་དེ་ནི་བློ་སྦྱོང་གི་བསྟན་པའི་བདག་པོ་རེད་ཅེས་ནས་ང་ཚོས་འཛམ་བཟང་དུ་ཟེར་ཞུ་གི་ཡག་རེད། ད་རྫམ་རྩ་ལ་ལོས་བོད་རུམ་གྱི་སྐུ་ཆུ་ལ་གཡུག་ངེས་རེད་པད་མ་དཀར་ཐང་ཆུ་ལ་གཡུག་ངེས་རེད་ད་བེད་ཀྱི་སྡུག་ཅག་ཞེ་དྲག་རེད་ཟེར་ནས་ང་ཚོས་དམའ་འབེབས་ཞུ་གི་ཡག་རེད་ཞུ་ངེས་ཡག་རེད། ས་འདི་གས་དེ། མཐའ་གཉིས་སུ་མ་ལྷུང་བའི་དགོངས་པ་ཅིག་མ་བཞེས་ན། འདི་གས་དེ་ཉེན་ཚབས་ཆེན་པོ་ཅིག་རེད་བསམ་གི་འདུག་དེ། མཐའ་གཉིས་སུ་མ་ལྷུང་ཡག་གི་གནས་སྟངས་དེ་ག་རེ་བཙན་ཟུར་དགོངས་ཟེར་ན་དངོས་གནས་དྲ་གནས་ཀྱི་ལོ་རྒྱུས་ལ་ཞིབ་འཇུག་ཡག་པོ་མ་བྱས་ན། ཅིག་མི་གཟིགས་གི་འདུག་ཟེར་ན་སོ་སོ་འདི་མཉམ་དུ་ཆོམ་པ་ཡིན་ན་ཨ་ནི་གང་ལྟར་རང་གཞན་ཚང་མ་ཕུང་ལ་སྦྱར་ཡག་ཅིག་མ་གཏོགས་ག་ཡི་ཡག་པོ་མ་རེད་བྱས་ཙང་འདི་ཡིན་དུས་འདིའི་ཐོག་ལ་བརྟག་དཔྱད་ཡག་པོ་གནང་དགོས་ཡ་དེ་གལ་ཆེན་པོ་རེད་བཞག་བརྟག་དཔྱད་ཡག་པོ་གནང་ན་དེ་ག་རེད་ཟེར་ན་སྐྱབས་རྗེ་རིན་པོ་ཆེ་གི་རྣམ་ཐར་རྣམ་ཐར་མ་རེད་ད་སྐྱབས་རྗེ་རིན་པོ་ཆེ་གསུང་སྤུ་དེ་བྱ་བ་དེའི་ནང་ལོགས་དེ་ལ་ཨ་ནི་ད་དྲིན་ལན་དང་ཨ་ནི་ད་དེ་འདྲས་ཀྱི་ཆབ་ཤོག་གི་རིགས་སྣ་ཚོགས་ཡོད་བསྡད་པ་ཅིག་གི་ནང་ལོགས་ལ་ད་འདི་གསལ་བོ་ཞེ་དྲག་འདུག། སྐྱབས་རྗེ་རྡོ་རྗེ་འཆང་ལ་ཡང་ནགས་ཤོད་སྟག་ཕུ་རྡོ་རྗེ་འཆང་གིས་ཕྱག་རིས་གནང། མདོ་སྨད་ལ་ཡང་དག་བཀའ་ཆོས་རྒྱ་ཆེན་པོ་ཞེ་དྲག་གནང་པའི་ཁ་ཐུག་ལ་གྲུབ་མཐའ་སྣ་ཚོགས་འཛོམས་ས་དེ་འདྲ་ལ་ཆོས་ལུགས་ཀྱི་གྲུབ་མཐའ་གཞན་དག་ལ་ཕོག་ཡས་ཀྱི་རིགས་ལྟར་མ་གསུངས་ན་ཡག་པོ་ཡོད་རེད་ཟེར་གསུངས་མོ་གོ་གནང་ན་ཡག་པོ་ཡོད་རེད་ཟེར་རྗེས་སྟག་ཕུ་རྡོ་རྗེ་འཆང་གིས་ཁྱེད་ཀྱི་ཕོ་མོ་འགའ་ལ་ཕྱག་རིས་དེ་འདྲ་བྱེད་ཕུལ་འདུག་བ། ཕུལ་བ་ཡིན་ཙང། བླ་མ་རྡོ་རྗེ་འཆང་གིས་ད་སྐྱབས་རྗེ་ལྟ་བུ་རྡོ་རྗེ་འཆང་ལ་ཡང་ཞུ་ཡིག་ཕུལ་ཡང་དེའི་ནང་ལོགས་ལ། རྩ་བའི་གེ་དེ་ནི་ང་རེ་འགས་ཅེས་སོ་སོ་གིས་མཁྱེན་འདོད་དྲང་འདོད་དེ་འདྲ་ཁྱོན་ནས་བསམ་བློ་བཏང་གི་མེད། དངོས་གནས་དྲང་ནས་བསྟན་པ་རང་སྙིང་བཅངས་ཀྱི་ཐོག་ནས་ངས་ཐུགས་ཆེར་མ་གཏོགས་ཅིག་ཁྱོན་ནས་དེ་བྱེད་ཀྱི་མེད། ཡིན་ན་ཡང། ཅེས། ད་སོ་སོའི་གི་རང་ལུགས་དེ་བས་དྲང་པོ་བྱས་ནས་ཞུས་ཡོང་དུས་གང་ལ་དགའ་ཤེས་དགའ་ཤེས་གཞན་ལ་ནི་གནོད་འགྲོ་ཡ་རུག་དེ་འདྲ་ཆགས་ཀྱི་འདུག་དེ་དཔེ་ཆ་བཞག་པ་ཡིན་ན། ད། སྤྱོད་འཇུག་གི་ནང་ལ་ཡོད་པ་དེ་ད་རྒྱབ་ཕྱི་རུམ་བྱེད་དགོངས་གཞི་དེ་གནང་གི་ཡོད་ས་རེད་སྤྱོད་འཇུག་གི་ནང་ལ་ཡོད་ངེས་ཀྱི་ཡོད་བས་ད་ད་ད་རྣལ་འབྱོར་པ་ཡང་བློ་སྐྱེད་ཀྱི་གོང་མ་གོང་མ་རྣམས་ཀྱིས་གནོད་ཟེར་ཡ་དེ་ཚོ་དེ་གཅིག་བྱས། དབུ་མ་འཇུག་པའི་ནང་ལོགས་ལ་ཡང་ཨ་ནི། གལ་ཏེ་དེ་ཉིད་རྣམ་པར་ཤེས་པས་ན་ཞིང་གཞུང་འཇིག་པར་གྱུར་ན་ཉེས་པ་མེད་ཟེར་ནས་སོ་སོ་གི་གཞུང་དེ་མ་དྲང་པོ་བྱས་ནས་གསང་ནས་བཤད་ཡོང་དུས་ཤུགས་ཀྱིས་དེ་ནི་གཞན་ལ་འགག་པ་འགྲོ་ཡ་གི་རིགས་ལ་ཨ་ནི་བླ་མའི་བཀའ་བཅག་པས་ཉེས་པ་མི་འབྱུང་བ་ཅི་ན་རོ་ནའང་ཟེར་ནས་ཉེས་གསང་དུག་གསུ་བྱས་ནས་བཞུགས་ཀྱི་ཡོད་ས་རེད། ས་འདི་འདྲའི་ཡིན་དུས་གང་ལ་རང་ལུགས་དྲང་པོ་བྱས་ནས་བཤད་ཡོང་དུས་གཞན་ལ་ཁྲིམས་པོའི་ཁྲིམས་པོ་འགག་པ་འགྲོ་ཡ་གི་རིགས་ལ་ཡ་ཨ་ནི་སྐྱབས་སུ་དོ་བྱང་གི་ཐུགས་ཁྱོད་འཛེམ་གནང་གི་ཡོད་ས་མ་རེད་དེ་འདྲའི་གི་རིགས། དེ་འདྲའི་གི་ལ་བརྟེན་ནས་ཨ་ནི་སྐྱབས་སྦྱོད་རིན་པོ་ཆེ་ལ་ད། ཟུར་ཟ་དམའ་འབེབས་བྱས་ཡག་གི་གནས་ཚུལ་ཅིག་ཆགས་ཀྱི་ཡོད་ས་རེད་ད་དེ་ངས་འདིའི་ཁ་ལུགས་ཞུ་བཞག་ན་འགྲིག་གི་འདུག་ད་ལྟ་ཚེ་ཏན་ཞབས་དྲུང་གི་ཨ་ནི་དེབ་དེའི་ནང་ལ་ཡོད་བསྡད་པ་ཅིག་ཨ་ནི་སྐྱབས་རྗེ་རིན་པོ་ཆེ་གི་ད་དེ་དཔེ་ཀློག་མ་འདྲ་བོ་ད་ལྟ་དེ་འདྲའི་ག་ཤེད་ཅིག་ཨ་ནི་ཆོས་སྐྱོང་ཤུགས་ལྡན་ཕེབས་པ་ཡིན་ཅེས་ནས་དགོངས་པ་མང་པོ་གནང་ལོ་ལ་རྟོགས་རིམ་བྱེད་ཀྱི་འདུག་རྙིང་མའི་ཀུ་ཅོ་ལ་གཡུག་གི་འདུག་ཟེར་ཏེ་ཧ་ཅང་གི་དཔེ་དེ་ཐལ་ཆེ་དྲགས་ཡོད་ས་རེད། སྐྱབས་རྗེ་རིན་པོ་ཆེ་གིས་དེ་འབྲེལ་གྱི་སློབ་དཔོན་སྐུ་ལ་ཆུ་གཡོ་ཡ་དང་དེ་འདྲ་ཁྱོད་ནས་རེད་མི་འདུག་མེད་འབའ་དེ་ལྟ་ད་ལྟ་དེའི་གསུང་སྣ་ཚོགས་དེའི་ནང་ལོགས་ལ་ཡང་ལས་ཚེ་གཉིས་དོན་ཡོང་གི་འདུག་དེའི་ནང་དུ་གནམ་བདག་ཟུར་འདེགས་ཀྱི། གནམ་བདག་ཟུར་འདེགས་མ་རེད་གསུང་བྱ་བ་གི་ཤོག་གྲངས་སུམ་ཅུ་སོ་བཞི་དང་སོ་ལྔ་གཉིས་ཀྱི་ནང་ལོགས་ལ་ཡང། སོག། རེད་བ། ཁམས་སོག་ཤོ་མདའ་ནས་ཤོ་མདའ་དང། ཁ་དམར་གྲོང་ཚོ་གཉིས་ཀྱི་ཞི་ཁྲོའི་སྔགས་འཆང་རྣམས་ནས་ཨ་ནི་སྐྱབས་རྗེ་རིན་པོ་ཆེ་ལ་ཡང་ད་ཡི་གེ་གཅིག་ཕུལ་བཞག་སྐྱབས་རྗེ་རིན་པོ་ཆེ་ལ་ཡ། ཞི་ཕྲུག་སྔགས་འཆང་ལྟ་ཚོགས་ཀྱི་ཚོགས་པ་དེ་འདྲའི་ཚོགས་པ་ཅིག་ཡོད་ས་རེད་འདི། ཡ། སྐྱབས་རྗེ་རིན་པོ་ཆེ་ལ། ཞུ་ཡིག་ཅིག་ཕུལ་ནས་འདི་ལས་མང་ཨ་ནི། སྐྱབས་རྗེ་རིན་པོ་ཆེ་བཀའ་ལན་གནང་སྟངས་དེ་ག་འདྲས་གནང་འདུག་ཟེར་ན། དད་ལྡན་དག་ལ་ཆེད་དུ་གདམས་པ། རྒྱལ་བ་སྲས་བཅས་སོགས་ཡེ་ཤེས་སྤྱན་ལྡན་རྣམས་དཔང་པོར་བཞག། བཀའ་བསྟན་ཚད་མ་རྣམས། བཀའ་བསྟན་ཚད་མ་དང་རྒྱལ་བ་རང་ཉིད། བཀའ་བསྟན་མཚན་མ་རྒྱལ་བ་རང་ཉིད་དང་རྒྱ་གར་དཔོན་དྲུག་རྣམས་ཀྱི་གསུང་རབ་རྣམས་གཞིར་བཟུང་ཁོ་བོའི་གཡོ་སྒྱུ་ཅུང་ཟད་ཀྱང་མ་བསླད་པར་ལྷག་བསམ་བཟང་པོས་དྲང་གཏམ་དམར་འབྱིན་དུ་མེད་ན་གསུང་ལ་དཔེར་ན་དར་མ་ཟུང་ལ་བསྐྱལ་ནས་རྒྱལ་བ་སྲས་བཅས་དང་ཡེ་ཤེས་སྤྱན་ལྡན་རྣམས་དཔང་པོར་བཞག་བཀའ་བསྟན་མཚན་མ་ཚུལ་བཞི་ལ་བཞག་ནས་ངས་གཡོ་སྒྱུ་མེད་པའི་ཐོག་ནས་ཞུས་པ་ཡིན། ཨོ་རྒྱན་གྱི་སློབ་དཔོན་རིན་པོ་ཆེ་པད་མ་འབྱུང་གནས་ནས་རྒྱ་གར་གྱི་དཔོན་གྲུབ་ཚེ་བརྟན། ཇོ་བོ། ངོ་བོ་ཇོ་བོ་རྗེ་དང་འཇམ་མགོན་བླ་མ་སྟོང་ཁམས་པ་རྣམ་གསུམ་དབྱེར་མེད་ཁོ་བོ་ཡང་དད་གུས་དྲག་པོ་ཁ་ཞེ་གཉིས་མེད་སྙིང་གི་མཐིལ་དུ་ཡོད། ཨོ་རྒྱན་སངས་རྒྱས་གཉིས་པ་རང་ཉིད་རྒྱ་གར་དུ་ཕྱིར་གཤེགས་པའི་རྗེས་སུ་མི་མ་ཡིན་གྱི་རྒྱུད་བླངས་པའི་བལ་པོ་ཀ་རུ་འཛིན་ཞེས་བྱ་བའི་ཨོ་རྒྱན་ཆེན་པོར་བརྫུས་ནས་ཡོང་སྟེ། ཟོག་ཆོས་ཅི་རིགས་བསྟན་པ་ལ་བོད་རྣམས་བསོད་ནམས་དམན་པའི་འཕྲུལ་ནས་ཡིད་ཆེས་དེའི་རྐྱེན་གྱིས་མཁན་སློབ་རྣམ་གཉིས། ནས་བསྒྱུར་བའི་གསང་སྔགས་རྙིང་མའི་བསྟན་པ་གསེར་སྦྱངས་བཙོ་མ་ལྟ་བུ་གསེར་ལས་ཅི་རིགས་བསྒྱུར། ལྷག་པར་དེའི་རྗེས་སུ་བོད་ཀྱི་སྔགས་མཁན་རྣམས་ཀྱིས་ཕ་ཆོས་བརྒྱུད་བཙོ་མ་ཆོས་འཆང་དྲོངས་ཤིག་ཅེས་ཟེར་ཞིང། ནང་པའི། གསང་སྔགས་དང་བོན་དང་བོན་དང་མུ་ཏིག་གི་གསང་སྔགས་སོགས་ཅི་རིགས་གསེར་ལས་ཀྱི་རང་རང་གི་འདོད་པ་དང་མཐུན་པའི་རྒྱུད་རྫུན་མ་མང་དུ་བཟོས་ཏེ་ལྟ་སྒོམ་སྤྱོད་གསུམ་གང་གི་ཐད་ལ་ཡང་གསེར་ལས་མང་དུ་ཤོར། དེ་དག་གཞིར་བཞག་ནས་ཟབ་གཏེར་དང་དགོངས་གཏེར། དག་སྣང་སོགས་ཀྱང་མང་དུ་བྱས་པས་ད་ནི་གངས་ཅན་གྱི་ལྗོངས་ཕལ་ཆེར་སྟ་གོན་ཆོས་སུ་མཆེད་བར་ཤོར། སྐབས་དོན་ཞི་ཁྲོ་ཞེས་པ་དེ་ཡང་འགོས་ལོའི་སྔ་ལོ་སུན་འབྱིན་དང་ནང་པའི་སྤྱན་རས་གཟིགས་ཀྱི་རྒྱུད་དང་མུ་ཏིག་གི་རྒྱུད་གཉིས་བསྲེས་ནས་བྲམ་ཟེའི་ཆོས་སྐད་ཅིག་རིག་བཅུག་སྟེ་ཞི་ཁྲོ་འདུལ་བའི་རྒྱུད་ཅེས་བྱ་བ་བརྩམས་དེ་དག་གི་རྗེས་སུ་འབྲངས་ཏེ་ཞི་ཁྲོའི་སྐོར་མང་དུ་བྱུང་ཞེས་སྣང། བོད་ཀྱི་མཁས་པ་མང་པོ་ཞིག་གི་ཐུགས་སུ་ཆུད་ངས་ཀྱང་ཕལ་ཆེར་གྱིས་རང་རང་ནག་ཉེས་དག་ལ་བརྟེན་ཅིང་ཡོངས་སུ་གྲགས་པའི་ཕོག་ཐུག་ལ་འཛེམས་པས་མ་བཟུང། དོན་དུ་མཁས་པ་ཕལ་ཆེར་གྱིས་དགོངས་ཀྱི་ཡོད། ཁོའི་བསྟན་པ་ཁོ་ནར་བསམ་ཞིང་སྙིང་རྗེས་མ་བཟོད་པའི་ཚོགས་སུ་སྨྲས་པ་ལས་གསང་སྔགས་རྙིང་མའི་བསྟན་པ་ངོ་མ་ལ་ནི་མ་དད་པ་དང་མ་གུས་པ་སྙིང་ཐག་པ་ནས་མེད། དེ་དག་གིས། རྣམ་དབྱེ། རྒྱས་པ་ཆོས་དང་ཆོས་མིན་རྣམ་དབྱེ་དང་གོས་ལུས་སྔགས་ལོག་སུན་འབྱིན་སུན་འབྱིན་དང་ཆགས་ལུས་སྔགས་ལོག་སུན་འབྱིན་ཕོ་བྲང་བཞི་བ། ཨོ། ད་ནི་འདི་ད་ལྟ་སྣ་ཚོགས་ཟེར་དེ་སྣང་དུ།